དངོས་གནས་ཅིག་རྩ་ཆུན་པོ་གནད་འགག་ཆུན་པོ་ཅིག་ཡིན་པ་སྐོར་ཅིག་ཨ་ནི་དེའི་གཞི་ཆ་རྩ་ཆུན་པོ་གནད་འགག་ཆུན་པོ་དེའི་དངོས་གནས་ཅིག་མི་ཐོག་མང་པོ་ལ་གནས་ཡ་འདི་ལ་ཨ་ནི་འདི་ལ་ངོ་ཚོད་སྐྱེལ་ཅིག་མཉམ་ཞུགས་བྱེད་ཡ་དེའི་གལ་ཆུན་པོ་ཡིན་པའི་སྐོར་ཅིག་བཤད་རྒྱ་ཡ་དེའི་གལ་ཆུན་པོ་ཆགས་འགྲོ་དགོས་ར་བསམ་གྱི་འདུག་གཞི་ཆ་ཅིག་དངོས་གནས་ཅིག་སྐྱོ་བོ་སྐོར་ཅིག་འདྲེན་འདུག་མིན་པ་གཞི་ཆ་དེ་ཧ་ཅང་རྩ་ཆུན་པོ་ཡོད་བ་ཨ་ནི་དངོས་གནས་ཅིག་འདི་ལ་ཅིག་ཕྱག་རོགས་ཞུ་ཡ་གི་གོ་སྐབས་ཡིན་པ་དངོས་གནས་གོ་སྐབས་ཆགས་འགྲོ་དགོས་ར་རེད།

ཀརྨ་ལགས་བསྟན་འཛིན་ཐར་ཁུ་ལགས་ཨེན་ཚེ་རྣམས་ལ་ཕྱག་ད་ཁོང་ནས་ཚོགས་པ་དེ་ད་ཅིག་རྒན་ཁྱི་ངས་ད་འགྱུར་བ་མང་བོ་ཕྱིན་བ་རེད་ཡིན་ནའི་གི་ཚོགས་པ་དེ་གི་དུམ་གཞི་དང་དམིགས་ཡུལ་དེ་ད་ཅིག་ད་ལོ་བཅུ་གཉིས་ལྷག་དེ་འདྲ་པོ་དེ་ཅིག་པ་ཅིག་པ་ཆགས་ཡོད་རེད་ད་གསུམ་པ་དེ་ལ་ཚོགས་པ་དེ་བཙུགས་ནས་གསུམ་པ་ཧ་ལས་བ་གི་ད་ཅིག་དོན་དག་མང་བོ་འདུས་བ་རེད་ད་ས་ཆ་ཅིག་གི་ས་གནས་གི་ལང་ཀ་བཟོ་ཡག་རོགས་པ་བྱེད་ཡག་ད་ད་ནས་ཅིག།

མཉམ་ཞུགས་ཐེབས་ནས་ནས་དངོས་གནས་ཚོགས་པ་དེ་དངོས་གནས་གནས་ཡ་ལ་དེ་འདྲ་བོ་དེ་ཧ་ལས་པ་ཡག་པོ་ཆེ་དོན་དག་འགྲུབ་པ་རེད་དེ་དོན་དག་འགྲུབ་ཡ་དེ་རྒྱུ་མཚན་དེ་དྲུང་ཆེ་དང་ཚོགས་པ་དེ་གི་ཚང་མས་མཉམ་ཞུགས་གནང་ནས་སྐུ་ལས་བསྐྱོན་ནས་དོན་དག་འགྲུབ་རེད་བསམ་གྱི་འདུག་ད་ཅིག་ཨེ་སོགས་ཞེས་པ་འདི་ལ་ད་ཅིག་ང་རང་གི་བསམ་ན་ལ་ད་ཅིག་མ་འོངས་པ་ག་ལེ་ག་ལེ་ཚོགས་པ་དེ་སྙན་མ་ཅིག Master Plan ལ་ག་ལེ་ཨིན་ཅི་ན་ལ་ཚོགས་པ་དེ་གཞི་ཆགས་སྤྱི་ཡོངས་ཀྱི་ཚོགས་པ་དེ་ལ་དངོས་གནས་ཅིག་ས་ཆ་དེ་ཁང་པ་དེ་མ་བཟོས་ནས་དྲུང་ཆེ་ཚོས་པ་ནས་ཤེས་བྱས་ནས

རྣམ་པ་ཚོ་ཚང་མས་ཧུར་པར་ནང་ནས་ནས་ཨི་ཡོན་གྱི་གྲོང་གསེབ་ཁག་ལ་རོགས་པ་བྱེད་ཡ་དང་རྒྱ་གར་གྲོང་གསེབ་ཁག་གི་དཀའ་ངལ་སེལ་ཡ་དེ་གལ་ཆེན་པོ་ཆགས་འགྲོ་གི་རེད་བསམ་གྱི་འདུག་ཨན་དེ་འདྲ་པོ་དང་རྣམ་པ་ཚོ་ཧ་ལས་པར་གྱི་མཉམ་ཞུགས་སྐུ་ལས་བསྐྱོན་ཨན་དེ་ནས་ཚོགས་པ་དེ་དངོས་གནས་དེ་འདྲ་དངོས་གནས་ཤེས་བྱ་གཞན་ལ་མིན་པ་དངོས་གནས་ས་སྐྱའི་མི་དམངས་གཉིས་ཅག་གི་ཚོགས་པ་ཤེས་བྱ་སྤྱི་ཡོངས་ཀྱི་རོགས་པ་བྱེད་མཁན་དེ་འདྲའི་ལས་བྱེད་གསུམ་ཡིན་ནས་ཤེས་བྱ་སྤྱི་ཡོངས་ལ་བསམ་བློ་གཏང་མཁན་གཅིག་མ་གཞི་ཚང་མ